འཛིན་གྲྭ་གསུམ་པའི་སློབ་ཕྲུག་ཚོ་ཁམས་བཟང་དེ་རྣམ་པ་ཚོ་ལ་ངས་སློབ་ཚན་ལྔ་པ་དེ་ངོ་སྤྲོད་ཞུ་ཡ་ཡིན་ཨ་ནི་སློབ་ཚན་ལྔ་པ་དེའི་ཚན་དེ་ལ་ཡ་འབྱུང་བ་ཞིག་ད་འབྱུང་བ་ཞིག་དོད་བསམ་པ་ལ་ཡ་ས་ཆུ་མེ་རླུང་དེ་བཞི་དེ་ལ་ཡ་འབྱུང་བ་ཞིག་ཟེར་གོ་རེད་གཤམ་ལ་ངས་རྣམ་པ་ཚོ་ལ་འབྱུང་བ་ཞིག་དེ་རེ་རེ་བྱེད་བྱེད་མ་ངོ་སྤྲོད་ཞུ་གི་ཡིན། དང་པོ་དེ་ལས་ས། ས་གཞན་འཕྲད་ལ་སྲོག་ཆགས་དང་རྩི་ཤིང་ཚང་མའི་རྟེན་བྱེད་གྱུར་པ་ང་ནི་གསེར་དངུལ་སོགས་གཏེར་རིགས་ཐམས་ཅད་ཀྱི་འབྱུང་གནས་ཀྱང་ཡིན། ད་ས་དེ་གི་རང་བཞིན་དང་ས་དེ་གི་ཁྱད་ཆོས་ཤེས་དགོས་རེད་སྐབས་དེ་ལ་ཡ་ས་ལ་ཆ་བཞག་པ་ནི་ཨན་ཁོ་རང་གི་རང་བཞིན་ག་འདྲ་ཡིན་པ་དང་ཨན་དེ་ལ་ཡ་ས་ལ་ཡ་ཁྱད་ཆོས་ག་རེ་ཡོད་པ་དེ་ཨན་དེ་ནི་མ་བསྟན་གི་རེད། ས་ཞིང་འཕྲད་ལ་ཟེར་དུས་ས་མ་ལ་དེ་སྐབས་སུ་ཨན་ས་དེ་གི་ཨན་རང་བཞིན། འདྲའི་ག་འདྲའི་ཟིན་མིན་དེ་ཞིག་དང་པོ་རེད། ས་ཞིང་མཁྲེགས་པོ། ས་ཞིང་ལ་དུ་ས་ལ་དུ་ཟེར་གཅིག་དང་བརྟན་པོ་དང་མཁྲེགས་པོ་གཉིས་ཀ་ལོ་ཁུག་རེད། ས་ཞིང་མཁྲེགས་ལ་མཁྲེགས་ཟེར་དུ་ཟེར་མ་མཁྲེགས་པོ་ཡིན་པ་དེ་འདྲའི་ཞིག་ལ་ཡ་ནི་ས་ཟིག་རེད། སྲོག་ཆགས་དང་རྩི་ཤིང་ཚང་མའི་རྟེན་གཞིར་གྱུར་པ་ང་ནི་ད་སྐབས་དེ་ལ་ཡ་ནི་ས་ཁོ་རང་གིས་ད་སྐྱིད་ཅི་བྱེད་ཀྱི་ཡོད་བཟོ་རེ་ཞིག་བྱས་ཨ་ནི། ཨེ་ནི་ངས་ག་རེ་ཟེར་གོ་རེད་ལབ་ན་ཨེ་ནི་ང་ཨེ་ནི་ས་ཞིང་མཁྲེགས་པོ་ཡིན་ལ་ད་ནང་བཞིན་ཨེ་ནི་ང་སྲོག་ཆགས་སྲོག་ཆགས་སུ་དུས་བཟང་པོ་ལ་ཨེ་ནི་འབུ་སྲིན་རིགས་དང་འདབ་ཆགས་རིགས་ཚང་མ་ལ་སྲོག་ཆགས་དང་ཨེ་ནི་རྩི་ཤིང་རྩི་ཤིང་ཟེར་དུས་བཟང་པོ་ལ་ཡ་ད Plants ཟིག་རེད། རྩི་ཤིང་ཚང་མའི་རྟེན་གཞིར་གྱུར་པ་རྟེན་གཞི་ལ་དུས་བཟང་པོ་ལ་རྟེན་ས་དཔེར་ན། སྲོག་ཆགས་སོགས་ཡོད་རྒྱུ་ཡི་རིགས་ཡིན་ནའི་ལེ་རེ་རྩི་ཤིང་ཡིན་ནའི་ལེ་རེ་ཚང་མ་ལོ་རྒྱས་ནས་རྟེན་ས་དེ་སུ་རེད་ལབ་ན། ས་དེ་རུ་བ་ས་དེ་མེད་པ་ཡིན་ན་ང་ཚོ་རྟེན་ས་གས་ཡོག་མར་བ་སོང་ཙང། ཁོ་རང་སྲོག་ཆགས་དང་རྩི་ཤིང་ཚང་མ་གས་ནས་རྟེན་གཞི་ཆགས་དེ་ཡོད། དེ་འདྲ་གི་རྟེན་གཞི་གྱུར་པ་ང་ནི། གསེར་དངུལ་སོགས་གཏེར་རིགས་ཐམས་ཅད་ཀྱི་འབྱུང་གནས་ཀྱང་ཡིན། ངས་ཀྱི་ད་ལྟ་གང་ལ་ཡང་ཅིག་སྲོག་ཆགས་དང་རྩི་ཤིང་དང་ཚང་མ་ལོ་ང་ལ་རྟེན་གྱི་བསྡད་བསྡད་པ་མ་ཟད་ད་དུང། ད་ལྟ་ས་ལ་བལྟས་ནས་ནི་ག་རེ་བྱུང་གི་ལ་ནི་གསེར་དང་དངུལ་དང་ཟངས་དང་ལྕགས་ལ་སོགས་པ་དེ་ཚོ་ཚང་མ་ད་ནི་གཏེར་གྱི་རིགས་གང་ག་ལ་ནི་ཐམས་ཅད་ཀྱི་འབྱུང་གནས་ཀྱང་ང་ཡིན། གཏེར་གྱི་རིགས་ཚང་མ་ལ་འབྱུང་ས་འབྱུང་གནས་ཟེར་དུས་ས་མ་ལ་འབྱུང་ས་ཀྱི་ཡུལ་དཔེར་ན Source ཟེར་གི་འདུག་ཨ་དེ་ནང་བཞིན་འབྱུང་གནས་ཀྱང་ང་ཡིན་དེ་དུས་ས་མ་ལ་ས་དགེ་ནི་ངོ་བོའམ་རང་བཞིན་དེ་ག་འདྲས་རེད་ལ་ན་ས་ཞིང་མཁྲེགས་པ་རེད་ལ་ཨ་ནི་དེ་ལ་ཁྱད་ཆོས་ག་རེ་ཡོད་རེད་ལ་ན་ཨ་ནི། སྲོག་ཆགས་དང་རྩི་ཤིང་དང་ཚང་མ་ལོག། རི་དང་ཁང་པ་དང་མི་དང་གར་ཡིག་ནི་ཚང་མ་ལོག། ང་ཚོ་ས་གང་ལ་ད་ལྟ་བརྟེན་བྱེད་ཅིག་བསྡད་ཡོད་རེད་བ། སོང་ཙང་འདི་བརྟེན་པ་མ་ཟད་ད་དུང་ས་དེ་ལ་ཁྱད་ཆོས་ག་རེ་ཡོད་རེད་ལ་ན། གསེར་དངུལ་ཟངས་ལྕགས་ལ་སོགས་པ་ནོར་བུ་གི་རིགས་ལ་སོགས་པ་དང། གཡུ་བྱུ་རུ་ལ་སོགས་པ་ནོར་བུ་རིགས་ཚང་མ་ལོག་ནི་ག་བ་ནས་བྱུང་གོ་རེད་ལ་ན་ནི། དེ་དག་ས་ནས་བྱུང་གོ་རེད་ཞུས་པའི་དོན་རེད། དེའི་ཞུ་གུ་ལ་ས་ཀྱི་ཞུ་གུ་ལ་ལ་ཟེར་ཏེ་ས་ཀྱི་བར་དུ་ཆུ། གླེང་ཞིང་བཤེར་ལ་དྭངས་ཤིང་གཙང་བའི་ཡན་ལག་བརྒྱད་ལྡན་དུ་འབོད་པ་ལྔ་ནི་རྩི་ཤིང་དང་སྲོག་གཅོད་ཀུན་ལ་མཁོ་བ་མ་ཟད་ཐུར་དུ་བཞུར་བ་ལས་གྱེན་དུ་འགྲོ་སྲོལ་མེད། ད་ཆུ་གིས་འདི་སྐབས་སུ་ཡང་ཆུ་གི་རང་བཞིན་དང་ཆུ་གི་ཁྱད་ཆོས་བཤད་དགོས་རེད། དང་པོ་དེ་ཆུ་གི་རང་བཞིན་ག་འདྲ་རེད་ལ་ན་གླེང་ཞིང་བཤེར་བ་གླེང་ཞིང་བཤེར་བ་ལ་དུས་སུ་གླེང་ལ་ན་བློན་པ་ཡིན་པ་དང་ཤེར་ལ་དུས་སམ་ལ། དོན་དུ་ནི་བློན་པ་ཡིན་པ་དེ་འདྲའི་ཤེར་ལ་དུས་སམ་ཕྱུགས་ཀྱི་ཁོ་རང་གི་རང་བཞིན་དེ་ཤེར་བ་དུས་སམ་བློན་པ་ཡིན་པ་དེ་འདྲའི་ལ་ཁུག་རེད། དོན་དུ་ཕྱུགས་ཀྱི་རང་བཞིན་དེ་ག་འདྲི་རེད་ལ་ན་ནི་གླེན་ཞིང་ཤེར་བ་རེད། དེ་དུས་སམ་ལ་སྐབས་དེའི་ནང་ལ་ཡང་ནི་ཕྱུགས་དེ་ཁོ་རང་གི་སྐད་ཆ་ཤེས་ཀྱི་ཡོད་བས་སོ་འདྲ་ཞེས་ཞེས་ག་འདྲི་སླ་བོར་ལ་ན་ནི་གླེན་ཞིང་ཤེར་བ་ཡིན་ལ་དང་ནང་བཞིན་ནི་དྭངས་ཤིང་གཙང་བས་དྭངས་ལ་དུས་སམ་ལ་ཕྱུགས་རྙོག་པ་མ་ཡིན་པ་ཚོ་བོ་མ་ཡིན་པ་དང་པོ་བྱས་ནི་གཙང་བ། གཙང་མ་ཆུ་ཚོ་བོ་མ་ཡིན་པ་གཙང་བས་ཡན་ལག་བརྒྱད་ལྡན་དུ་འབོད་པ་ང་ནི་ཟེར་ནས་ཆུ་དེ་ནི་ཆུ་དེ་ལ་ཁྱད་ཆོས་ག་རེ་ཡོད་རེད་ལབ་ན་ཡན་ལག་བརྒྱད་ལྡན་གྱི་ཆུ་ཡན་ལག་བརྒྱད་ལ་དུས་གསུམ་ལ་ཆུ་དེ་གི་ཁྱད་ཆོས་བརྒྱད་ཤེས་བོ་རེད་ཨེ་ནི་གལ་ཏེ་ངའི་ཞོ་གོ་ལ་ཞུགས་ཡིན་ཏེ་བཤམས་ལ་ཡག་ལེགས་རེད། ཡན་ལག་བརྒྱད་དུ་འབོད་པ་ང་ནི་ཡན་ལག་བརྒྱད་རེད་ཅི་ཞེས་འབོད་པ་ང་ནི་རྩི་ཤིང་དང་སྲོག་ཆགས་ཀུན་ལ་མཁོ་བ་ཨེ་ནི་ཆུ་དེ་ཆ་བཞག་པ་ཡིན་ན་རྩི་ཤིང་རྩི་ཤིང་ཟེར་དུས་སེམས་པ་ལ plant གྱི་རིགས་ཚང་མ་ལོག་རྩི་ཤིང་གཟིགས་རལ། སྲོག་ཆགས་ལ་དུས་སེམས་པ་ལ་ནི་སྲོག་ཆགས་ཚང་མ་ལོག། སྲོག་ཡོད་རྒུས་ཀྱི་རིགས་སེམས་ཅན་ཚང་མ་ལོག་མི་ཡི་ནད་རེད་དུད་འགྲོ་ཡི་ནད་རེད་ག་རེ་ཡི་ནད་ལ་ཚང་མ་ལོག། ཀུན་ལ་མཁོ་བ་ཟེར་དུས་སེམས་པ་ཚང་མ་ལོག་ལ་ང་མགོ་བོ་ཡོད་རེད་ཚང་མ་ལོག་ལ་ད་ཆུ་དེ་མེད་པས་ན་ཅི་རྩི་ཤིང་ཡི་ནད་ལས།

ཐུར་དུ་བཞུར་བ་ལས་གྱེན་དུ་འགྲོ་སྲོལ་མེད། ཐུར་དུ་བཞུར་ལ་དུས་སམ་ལ་ཡང་ཆུ་དེ་ཆ་བཞག་པས་ན་ཐུར་ལ་མ་ཐུར་གྱེན་དང་ཐུར་ལ་ནི་གཉིས་ཡོད་རོ། དེས་ན་ནི་ཐུར་དུ་མ་བཞུར་ལ་དུས་སམ་ཆུ་ཐུར་དུ་མ་འགྲོ་བ་མ་གཏོགས་ནི་གྱེན་ལ་ཡང་ནི་ཆུ་དེ་འགྲོ་སྲོལ་ཡོད་མ་རེད། དཔེར་ན་ཆུ་གཅིག་ཆ་བཞག་པ་ན་ཆུ་དེ་ག་དུས་ནས་ཡང་མར་འགྲོ་རུ་མ་གཏོགས་ཆུ་དེ་ག་དུས་ནས་ཡར་འགྲོ་ཡ་གི་ལུགས་སྲོལ་ཡོད་མ་རེད་ཞེས་པའི་དོན་རེད། དེ་འདྲའི་བསམ་པ་དེ་ལ་ཡང་ཆོས་ཀྱི་ཁྱད་ཆོས་ཡན་ལག་བརྒྱད་བརྒྱད་ཡོད་རེད་ཟེར་གྱི་གོང་དུ་ཞུས་ས་དེ་ལ་ཡང་གཟིགས་པ་ཡིན་ན་ཡན་ལག་བརྒྱད་དེ་ག་རེད་ཞུས་པ་ཡིན་ན་ཆོས་ཀྱི་ཁྱད་ཆོས་སྔར་བ་སྲིད་བ་འཇམ་པ་ཡང་བ་དྭངས་བ་གཙང་བ་སྒྲིམ་པ་ལ་མི་གནོད་པ་ལྟོ་བ་ལ་ཕན་པ་གཟིགས་དང་ད་དེའི་ནང་ནས་དང་པོ་སྔར་བ་ལས་བསྡུས་སམ་ལ་སྤྱི་དང་སྔར་ལས་ཏེ་མའོ་སྔར་ར་སྔར་ལ་ནི་སྔ་མོ་ལ་ཁོ་བོར་ཏེ་ཡིན་ནའི་ལས། སྐབས་དེ་ལས་ཆུ་དེ་ད་ང་ཚོ་བྱེ་མ་ཀ་ར་ནང་ཞིག་སྔ་མོ་ཡོད་རེད་ཞེས་པའི་དོན་དག་མ་རེད། གཅིག་ཐང་གི་ཆུ་ཨ་ནི་ཁ་ཤས། གཅིག་ཁ་ནང་ལ་ང་ཚོ་སྟོང་པ་ཡིན་ན་ཆུ་དེ་བྲོ་ཨ་དེ་ཏིག་སྔ་མོ་འགྲོ་བ་ཞིག་འདུག་བ་དེ་ལ་ཡ་སྔར་བ། པའི་ནང་ཚོ་གཅིག་ཐང་གི་ཆུ་འཐུང་བ་ཡིན་ན།

བདེ་རོགས་ཞུ་རེད་དམ་ད། དེ་ཁྲག་པོ་ལ་འདི་རྦད། ད་ང་ཚོ་སྤྱི་བཏང་གི་ནམ་རྒྱུན་བཅའ་ལག་ཁྲག་པོ་དེ་འདྲའི་གས་ཅང་མ་རེད་སྤྱི་བཏང་ནི་ང་ཚོ་སྡོང་བོ་འཁྲུད་བ་ཡིན་ནའི་ལ་རེད་བཏུང་བ་ཡིན་ནའི་དེ། ཡང་པོ་མེད་བའི་སོ་རོགས་ཞུ་དེ་བྱུ་གུ་ཚ་བོ་འགྲོ་ཞང་འགྲོ་ཞུ་རེད་ཡིན་ནའི་ལ་སྐབས་དེ་ལ་ཡང་བ་ལ་དུས་ས་མ་ལ་ཆུ་དེ་དེ་ཡང་པོ་ཡིན་པ་བཏུང་དུས་སྐབས་སུ་ཡིན་ནའི་ལ་རེད་སྡོང་བོ་འཁྲུད་ནའི་ལ་རེད་གང་ད་ཆུ་ཡང་པོ་ཡིན་པ་དེ་འདྲས་དང། ཨིན་དང་བ། དང་བ་ལ་ན་ཨིན་ཡིན་ཅིག་ཆུ་དང་པོ་ཡིན་འགྲོ་ཡིན་པ་དཔེར་ན་ང་ཚོ། ཕོར་པ་ནང་ལ་ཤེལ་གྱི་ཕོར་པ་ནང་ལ་ཆུ་བླུགས་པ་ཡིན་ན་ཡིན་ན་ཆུ་དེ་དང་པོ་དེ་ནང་ལ་སྦུག་གི་རིགས་ལ་སོགས་པ་དང་དེ་འདྲ་གི་ཆུ་རྙོག་པ་མ་ཡིན་པ་དེ་འདྲ་ལ་དྭངས་མ། ད་ནང་བཞིན་གཙང་བ་རེད་བ་ཆུ་དེ་ཚོ་བོ་མ་ཡིན་པ་ཆུ་གཙང་མ་ཡིན་པ་དང་མགྲིན་པ་ལ་མི་གནོད་པ་མགྲིན་པ་ལ་མི་གནོད་པ་ལ་ན་མགྲིན་པ་ལ་ན་མིག་པ་ཟིག་རེད་མིག་པའམ་སྐྱེས། བ། འོང་དུས་ད་དྲིན་པ་ལ་ཡང་གནོད་སྒོ་མ་རེད། ཆུ་ཁ་ཤས་ནི་ང་ཚོས་བཏུང་བ་ཡིན་ན་ལམ་སང་དྲིན་པ་ལ་གནོད་བྱས་ནི་ང་ཚོ་དྲིན་པ་ན་ལ་སོགས་པ་དེ་འདྲ་ཟེར་འོང་རུང་བ། ཡིན་ནའི་ལ་ཡན་ལག་གི་སྟེང་གི་ཆུ་ཡིན་པ་ཡིན་ན་ནི་དྲིན་པ་ལ་གནོད་སྒོ་མ་རེད། ལྟོ་བ་ལ་ཕན་པ། ལྟོ་བ་ཟེར་དུས་བསམ་པ་ལ་གྲོགས་འགོ་ཞེས་པའི་དོན་རེད། གྲོགས་འགོ་ལ་ཡང། ཆུ་དེ་ནི་ཡན་ལག་གི་སྟེང་གི་ཆུ་ཡིན་ན་དེ་ཕན་པོ་ཡོད་རེད། མཚམས་རེ་ང་ཚོ་གཅིག་ས་ཆ་འཇལ་བ་དང་ཆུ་ཁ་ཤས་ཡག་པོ་མེད་དུས་བསམ་པ་ལ་ཨེ་ཆུ་དེ་ལམ་ཚང་ཨེ་ཅིག་ང་ཚོ་གྲོགས་བོ་ལ་གནོད་ཅིག་ང་ཚོ་གྲོགས་བོ་ཤེས་ཡ་དང་གྲོགས་བོ་ན་ཡ་ལ་བཟོ་བོ་དེ་འདྲ་ཡོང་གི་འདུག་ཨ་ཡིན་ནའི་ལས་ཡན་ལག་གི་སྟེང་གི་ཆུ་ཡོད་ཡིན་ན་ཨེ་ཅིག་ལྟོ་བ་ལ་ཡ་གྲོགས་བོ་ལ་ཡིན་ནའི་ལས་ཕན་གི་རེད་སྟེ་གི་ནུ་གུ་མ་རེད་ཞུ་བའི་དོན་རེད། འདི་ཆུ་གི་ཁྱད་ཆོས་དེ་བྱས། བདེ་བཞུགས་ལ་མེད། ང་ནི་ཚ་ཞིང་བསད་པས་མི་ཚང་མས་ང་ལ་ཞེད་སྣང་བྱེད་ཀྱི་ཡོད། དུས་ངེས་སུ་ང་བེད་སྤྱོད་ཡག་པོ་གཏོང་ཤེས་ན་ཕན་ཐོགས་ལས་གནོད་པ་གང་ཡང་མེད། ཐབས་དང་པོ་དེ་མེད་ཀྱི་ངོ་བོའམ་རང་བཞིན་དང་དེའི་གཤམ་ལ་ཡང་མེད་ཀྱི་ཁྱད་ཆོས་དེ་ཞིག་འདུག་དང་པོ་དེ་མེད་ཀྱི། ངོ་བོ་རང་བཞིན་ནི་ངག་ནི་ཚ་ཞིང་བསྲེགས་པའི་ཟས་ནི་མེ་ཁོ་རང་གི་རང་བཞིན་ཏེ། ཚ་ཞིང་བསྲེགས་དུས་སམ་ཚ་བསྲེགས་དུས་སམ་ཁོ་རང་མེ་ཁོ་རང་གི་རང་བཞིན་ཚ་བོ་ཡིན་པ་དང་བསྲེགས་ལ་དུས་སམ་ལ་ནི་གཅིག་མེ་དེ་གཅིག་ང་ཚོ་མེ་དེ་ནི་གཅིག་པར་བཞག་པས་ནི་འདི་ཡང་ཚང་མ་ཚང་མ་ཚིག་འགྲོ་ཡི་གི་དེ་ཡང་ནི་ཁོ་རང་གི་རང་བཞིན་དེ་འདྲས་རེད་དོ། སོང་ཙང་མེ་གི་རང་བཞིན་དེ་ཚ་ཞིང་བསྲེགས་པ་དེ་ནི་མེ་གི་རང་བཞིན་ཡིན། མི་ཚང་མས་ང་ལ་ཕྱི་ནང་གཅིག་ཡོད་ཟེར་ད་འདི་མེད་ཁོ་རང་གི་སྐད་ཆ་ཞིག་གིས་འུད་སུ་འདྲ་བོ་ཞིག་གིས་ག་ལ་བར་ལ་ནི་མེད་གི་ཨ་ནི་ང། ང་གི་རང་བཞིན་ཏན་ཏིག་ཧ་རེ་ལ་ན་ཚ་ཞིང་བསྲེགས་པ་ཡིན་ཏེ་ཡིན་ནའི་ལེ་ད་མི་ཚང་མ་ལོག་ང་ལ་ཡ་ཕྱི་ནང་གཅིག་གི་རེད། དོན་དངོས་སུ་ང་བེད་སྤྱོད་ཡག་པོ་གཏོང་ཤེས་ན་ཟེར་དོན་དངོས་སུ་ཟེར་དུས་ཟ་མ་ལ་ཡ་དངོས་ནི་བྱས་པ་ཡིན་ན་ཟེར། ང་བེད་སྤྱོད་ཡག་པོ་གཏོང་ཤེས་ན་སྲིད་མི་ང་ལ་ཡ་ཁྱང་ཚོད་ཀྱི་བེད་སྤྱོད་ཡག་པོ་གཏང་ཤེས་པ་ཡིན་ན་ཕན་ཐོག་ལས་གནོད་པ་གང་ཡང་མེད་སྲིད་ཨ་ནི་ངེད་ཀྱིས་ཕན་ཁྱང་ཚོད་ལ་ཕན་ཐོག་ཡ་མ་གཏོགས་ངེད་ཀྱིས་ཨ་ནི་གནོད་པ་གང་ཡང་བྱིན་མེད་སྲིད་ཁྱང་ཚོད་ཡིན་ནའི་ལས་ཁྱང་ཚོད་ཀྱི་བེད་སྤྱོད་ཡག་པོ་གཏོང་ཤེས་དགོས་རེད་ད་ཞི་བའི་དོན་རེད་དཔེར་ན་བེད་སྤྱོད་ཡག་པོ་གཏང་ཡ་ད་མེད་ལ་ཆ་བཞག་པ་ཡིན་ན་ཨ་ནི་ང་ཚོ་དགུན་ཁ་དེ་བ་ཆ་བཞག་པ་ཡིན་ན་མེད། བཏང་བ་ཡིན་ན་ཨེ་ནི་ང་སོག་པོའི་ཁྲོ་བོ་ཆགས་ཡ་ད་ད་ཨ་ནི་ཞེས་མི་གང་ལ་ཁ་ལག་གསོད་ཐུབ་ཡ་ད་ཨེ་ནི་མེད་གི་ཡ་ད་འདུག་ཅེས་ང་ཚོར་བེད་སྤྱོད་ཡག་པོ་བཏང་ཤེས་པ་ཡིན་ན་ད་བདེ་གི་ཕན་ཐོག་ཡོད་རེད་དེ་ཡིན་ནའི་ལས་ད་ཡང་ང་ཚོར་བེད་སྤྱོད་ལོག་པ་བཏང་བ་ཡིན་ན་ཡང་མེད་གི་ཨེ་ནི་ཅི་གང་ག་ལོག་ཚིག་འགྲོས་ཀྱི་ཉེན་ཁ་ཚ་བོ་དེ་འདྲའི་ཡང་ཡོད་རེད་བ་ཡིན་ནའི་ལས་ད་མེད་ཁོ་རང་ག་རེ་ཟེར་བ་ལ་ན་ང་ལ་ཡང་བེད་སྤྱོད་ཡག་པོ་བཏང་ཤེས་པ་ཡིན་ན་ཨེ་ནི་ངེད་ཀྱི་ཕན་ཐོག་ཡ་མ་གཏོགས་ངའི་གནོད་པ་གང་ཡང་ཞིག་མེད་ད་འུ་འདུག་ཟེར། དྲི་མེད་ཀྱི་པར་རིས་བསྡུ་བ། དེ་ལས་བཞི་པ་དེ་རླུང། རླུང་ངག་ནི་ཡང་བཞིན་ཡོ་བས་གང་སར་འགྲོ་ཐུབ་ལ་སྲོག་ཆགས་དང་སྤྱི་སྲིན་ཚང་མ་ངག་དང་བྲལ་ཐབས་མེད་ཡིན་ནའང་ངག་ལ་གཟུགས་དང་ཁ་དོག་གང་ཡང་མེད། ད་རླུང་གི་གར་ཟོག་རེད་ལ་ན་ངག་ནི་ཡང་བཞིན་ཡོ་བས་ད་ངག་དེ་ནི་གང་དྲི་ཡིན་ལ་ན་ད་ངག། ང་རང་གིས་ད་རང་བཞིན་དེ་ག་ལ་ནི་ཡངས་ཤིང་ཡངས་ལ་ནི་ཡངས་པོ་བྱེད་སྒོ་མ་ཡིན་པ་ཡངས་པོ་བྱས་ཨཱ་ནི་དཔེར་ན་ད་དེ་ཡངས་པོ་ཡིན་པ་དེ་ང་ཚོ་ཧ་གོ་ད་དཔེར་ན་རླུང་རྒྱག་པ་ཡིན་ན་ང་ཚོའི་གཟུགས་པོ་ལས་བྱེད་སྒོ་ཟེར་མཁན་མི་འདུག་བ་སོང་ཙང་ཡངས་ཤིང་གཡོ་བའི་ཟེར་དུས་ཚང་མ་གཡོ་ལ་ནི་གཡོ་འུར་བྱས་པ་དེ་ལ་ཡང་གཡོ། དཔེར་ན་རླུང་རྒྱག་པ་ཡིན་ན་ནི་ཤིང་སྡོང་ཡིན་ནི་རེད་ལོ་མ་ཡིན་ནི་ག་རེ་ཡིན་ནས་ཚང་མ་ལོ་དུག་དགུ་བཅུ་གྱ་གྱི་འདུག་བ་སོང་ཙང་ཨེ་ནི་འདི་ག་རེ་ལ་ལུང་ཁོ་རང་གི་ངོའམ་རང་བཞིན་ཆགས་འདུག་རེད་སོང་ཙང་ང་ནི་ཡང་བཞིན་ཡོད་བས་གང་སར་འགྲོ་ཐུབ་ལ་གང་ས་གང་སར་འགྲོ་ཐུབ་ཟེར་དུས་བསམ་པ་ལ་ག་བ་ཡིན་ནའི་ལས་ནི་ང་འགྲོ་ཐུབ་ཀྱི་ཡོད། སྲོག་ཆགས་དང་ཅི་རྩི་ཤིང་ཚང་མ་ང་དང། ཁྲེ་དང་མེ་སོགས་ཤ་ཡི་ནད་ལས་རེད། རྩི་ཤིང་ཡི་ནད་ལས་རེད། ཚང་མ་ལོ་ང་དང་ཁ་བྲལ་ཐབས་ཡོད་མ་རེད། གང་ཡིན་ཞུས་ན་རླུང་དེ་མེད་པ་ཡིན་ན་མིའི་ནད་ལས་ད་དབུགས་གཏང་དགོས་ར་བ་དབུགས་ལེན་ཐུབ་མ་རེད་རྩི་ཤིང་ཡི་ནད་ལས་དེ་ཚོ་ལས་རླུང་དེ་དགོས་ར་བ་རླུང་དེ་མེད་པ་ཡིན་ན་རྩི་ཤིང་ཡི་ནད་ལས་ཡག་ཚ་རླུང་ཡར་ཚ་དུ་མར་ཤིང་སྡོང་རིགས་མེ་ཏོག་རིགས་ག་རེ་བཙག་གི་རེད་ག་རེ་ཡིན་ནའི་ཚང་མ་ལ་རླུང་དེ་ཡང་གལ་ཆེན་པོ་ཞུ་བ་ཞིག་རེད་ང་རང་ཚོ་མི་ཡིན་ནའི་ལ་རས་སེམས་ཅན་དུད་འགྲོ་དུད་འགྲོ་གི་རིགས་དང་མི་གི་རིགས་དང་ག་རེ་ཡིན་ནའི་ལ་བྱ་བྱིའུ་ག་རེ་ཡིན་ནའི་ཚང་མ་ལ་ད་རླུང་དེ་མེད་པས་ན་ཡང་ང་ཚོ་དབུགས་བཏང་ཡ་དང་དབུགས་དེ་ཕྱི་ཡ་ཡོད་མ་རེད་བ་སོང་ཙང་ནི་ང་ཚོ་ཚང་མ་རླུང་དང་ཁ་ཐེ་བྲལ་ཐབས་ཡོད་མ་རེད། ཡིན་ན་ཡང་ང་ལ་ཟུག་དང་ཁ་དོག་གང་ཡང་མེད། ཡིན་ན་ཡང་ང་ལ་ཡ། ཟུག་ཟེར་དུས་ཟ་མ་ལ་བཟོ་བདག་དང་ཁ་དོག་ལ་དུས་ཟ་མ་ལ་ཚོན་མདོག། དོན་དུ་ང་ལ་བཟོ་བདག་དང་ཚོན་མདོག་གང་ཡང་མེད། དེ་དངོས་གནས་རང་ཚོའི་རླུང་ལས་དེ་ང་ཚོའི་གཟུགས་པོ་གིས་གཅིག་རླུང་རྒྱབ་དུས་ཟ་མ་ལ་མྱོང་ཐུབ་པ་མ་གཏོགས་དངོས་གནས་ཀྱི་རླུང་དེ་ང་ཚོ་སྡུག་གཅིག། བལྟས་པ་ཡིན་ན་ང་ཚོ་རླུང་གི་བཟོ་བདག་དང་རླུང་གི་ཁ་དོག་ལས་དེ་ང་ཚོ་མཐོང་ཐུབ་བས་གལ་ཡོད་མ་རེད་བ། སོང་ཙང་ད་དེ་རླུང་གི་ཁྱད་ཆོས་དང་རང་བཞིན་བྱས། ནོར་ལ་སའི་གདན་བདུན་གསུམ་དང་ཐག་རིང་གི་ངང་ཚུལ་གྱི་སློབ་ཚན་བདེ་ལྔ་པ་འབྱུང་བ་བཞིའི་སྐོར་ལའང་འདུག་ཟིན་ལ་སའི།